ད་ལྟ་བོད་ཁམས་ས་ཆ་འདི་ཞིང་ལྗོངས་ལྔ་རུ་ཕྱེ་ཡོད་ལ། དེ་ལས་བོད་ལྗོངས་ན་གྲོང་ཁྱེར་དང་རྫོང་བཅས་དོན་གསུམ་དང་མཚོ་སྔོན་ན་གྲོང་ཁྱེར་གསུམ་དང་རྫོང་སོ་དྲུག་དང། བདེ་ཆེན་ན་རྫོང་གསུམ། རྔ་བ་ན་རྫོང་བཅུ་གསུམ། དཀར་མཛེས་ན་རྫོང་བཅོ་བརྒྱད། ལེང་ཧྲན་ན་རྫོང་གཅིག་ཀན་སུའུ་ན་གྲོང་ཁྱེར་གཅིག་དང་རྫོང་དགུ་བཅས་ཁྱོན་གྲོང་ཁྱེར་དང་རྫོང་ཁག་བརྒྱ་ར་ལྔ་བདུན་ཡོད། བོད་རང་སྐྱོང་ལྗོངས་ན་ལྷ་ས་དང་གཞིས་ཀ་རྩེ་ལྟེ་གྲོང་ཁྱེར་གཉིས་དང་ཆབ་མདོ་ལྷོ་ཁ་ནག་ཆུ་མངའ་རིས་ཉིང་ཁྲི་ལྟེ་ས་ཁུལ་ལྔ།
ལྷ་སའི་མངའ་ཁོངས་སུ་ལྷ་ས་གྲོང་ཁྱེར་དང་སྟག་རྩེ་རྫོང་སྟོད་ལུང་བདེ་ཆེན་རྫོང་ཆུ་ཤུར་རྫོང་སྙེ་མོ་རྫོང་འདམ་གཞུང་རྫོང་ལྷུན་གྲུབ་རྫོང་མལ་གྲོ་གོང་དཀར་རྫོང་བཅས་རྫོང་བདུན་ཡོད། ཉིང་ཁྲིའི་མངའ་ཁོངས་སུ་མེ་ཏོག་རྫོང་དང་སྨན་བླངས་རྫོང། ཉིང་ཁྲི་རྫོང། གོང་འོག་རྒྱ་མདའ་རྫོང། སྤོ་མེ་རྫོང། རྫ་ཡུལ་རྫོང། སྣང་རྫོང་བཅས་རྫོང་བདུན་ཡོད།
གཞིས་ཀ་རྩེའི་མངའ་ཁོངས་སུ་གཞིས་ཀ་རྩེ་གྲོང་ཁྱེར་དང་རྣམ་གླིང་རྫོང། རྒྱལ་རྩེ་རྫོང། ཏང་རི་རྫོང། ས་སྐྱ་རྫོང། ལྷ་རྩེ་རྫོང། ངམ་རང་རྫོང། བཞི་མཐོང་སྨོན་རྫོང། པ་སྣུམ་རྫོང། རིན་སྤུངས་རྫོང། ཁང་མིར་རྫོང། གཏང་སྐྱིས་རྫོང། འབྲོང་པ་རྫོང། གྲོ་མོ་རྫོང། སྐྱི་རོང་རྫོང། ས་དགའ་རྫོང། སྐམ་པ་རྫོང། གཉའ་ལམ་རྫོང་བཅས་རྫོང་བཅུ་བདུན་ཡོད། ཆབ་མདོ་མངའ་ཁོངས་སུ། ཆབ་མདོ་རྫོང། འཇོ་མདའ་རྫོང། གོང་ཇོ་རྫོང། རོ་ཆས་རྫོང། ལྷོ་རོང་རྫོང། སྟང་ཆེན་རྫོང། དཔལ་འབར་རྫོང། བྲག་གཡབ་རྫོང། དཔལ་ཤོད་རྫོང། མཛོ་སྒང་རྫོང། སྨར་ཁམས་རྫོང་བཅས་རྫོང་བཅུ་གཅིག་ཡོད།
ལྷོ་ཁའི་མངའ་ཁོངས་སུ་སྣེ་གདོང་རྫོང། གྲ་ནང་རྫོང། གོང་དཀར་རྫོང། གསང་རིར་རྫོང། ཆུང་རྒྱའི་རྫོང། ཆུ་གསུམ་རྫོང། མཚོ་སྨད་རྫོང། ལྷོ་བྲག་རྫོང། རྒྱ་ཚྭ་རྫོང། ལྷུན་རྩེ་རྫོང། མཚོ་སྣ་རྫོང། སྣ་དཀར་རྩེ་རྫོང་བཅས་རྫོང་བཅུ་གཉིས་ཡོད། ནག་ཆུའི་མངའ་ཁོངས་སུ། ནག་ཆུ་རྫོང། རྒྱལ་རི་རྫོང། འབྲི་རུ་རྫོང། སྙན་རོང་རྫོང། ཨ་མདོ་རྫོང། ཤན་རྩ་རྫོང། སོག་རྫོང། དཔལ་མགོན་ནོར་རྫོང། སྦྲ་ཆེན་ནོར་རྫོང། ཉི་མ་རྫོང་བཅས་རྫོང་བཅུ་ཡོད།
ངྷ་རིའི་མངའ་ཁོངས་སུ་སྤུ་ཧྲེང་རྫོང་དང་རྩ་མདའ་རྫོང། དགའ་རྫོང། རི་ཐོག་རྫོང། སྒེར་རྒྱའི་རྫོང། སྒེར་རྩེའི་རྫོང། མཚོ་ཆེན་རྫོང་བཅས་རྫོང་བདུན་ཡོད། མཚོ་སྔོན་ཞིང་ཆེན་གྱི་མངའ་ཁོངས་སུ། རྨ་ལྷོ། མཚོ་ལྷོ། མཚོ་བྱང། མགོ་ལོག། ཡུལ་ཤུལ། མཚོ་ནུབ་སྟེ་གོ་ལ་རང་སྐྱོང་ཨུ་ཁུལ་དྲུག་དང། སི་ལིང་དང་ན་གོར་མོ་དང་ཏེ་ལི་མཁའ་སྟེ་གྲོང་ཁྱེར་གསུམ། མཚོ་ཤར་སྟེ་ས་ཁུལ་གཅིག་བཅས་ཡོད།
རྨ་ལྷོའི་མངའ་ཁོངས་སུ་རེབ་གོང་རྫོང་དང་སྐྱ་མཚར་རྫོང། རྩེ་ཁོག་རྫོང། སོག་པོ་རྫོང་བཅས་རྫོང་བཞི་ཡོད། མཚོ་བྱང་བ་ཁོངས་སུ་རྐང་ཚ་རྫོང། མདའ་བཞི་རྫོང། ཁྲི་ལང་རྫོང། རྨ་རི་རྫོང་བཅས་རྫོང་བཞི་ཡོད། མཚོ་ལྷོའི་མངའ་ཁོངས་སུ་གསེར་ཆེན་རྫོང་དང་ཁྲི་ཀ་རྫོང། མང་ར་རྫོང། འབའ་རྫོང། བྲག་དཀར་རྫོང་བཅས་རྫོང་ལྔ་ཡོད། མགོ་ལོག་གི་མངའ་ཁོངས་སུ་རྨ་ཆེན་རྫོང། དགའ་བདེ་རྫོང། པད་མ་རྫོང། དར་ལག་རྫོང། རྨ་སྟོད་རྫོང། གཅིག་སྒྲིལ་རྫོང་བཅས་རྫོང་དྲུག་ཡོད། ཡུལ་ཤུལ་གྱི་མངའ་ཁོངས་སུ་འབྲི་སྟོད་རྫོང་དང། ནང་ཆེན་རྫོང། ཡུལ་ཤུལ་རྫོང། ཁྱི་མིར་ལེབ་རྫོང། ཁྲི་འདུ་རྫོང། རྫ་སྟོད་རྫོང་བཅས་རྫོང་དྲུག་ཡོད། མཚོ་ནུབ་ཀྱི་མངའ་ཁོངས་སུ་གཏེར་ལིང་ཁ་གྲོང་ཁྱེར་དང། སྣ་གོར་མོ་གྲོང་ཁྱེར་གཉིས་དང། མཁན་ཆེན་རྫོང། གཏེར་ལམ་རྫོང། དབུས་ལམ་རྫོང་བཅས་རྫོང་གསུམ་ཡོད། སི་ལིང་གྲོང་ཁྱེར་གྱི་མངའ་ཁོངས་སུ་རྟ་ཐང་རྫོང་དང། ཙོང་ཁ་རྫོང། སྟོང་སྐོར་རྫོང་བཅས་རྫོང་གསུམ་ཡོད། མཚོ་ཤར་གྱི་མངའ་ཁོངས་སུ། སྡེ་ཁམས་རྫོང། ལུང་མདོ་རྫོང། དགོང་ལུང་རྫོང། བྷ་ལུང་རྫོང། ཡར་རྫི་རྫོང། མིན་ཧོ་རྫོང་བཅས་རྫོང་དྲུག་ཡོད། རྔ་བ་བོད་རིགས་ཆིངས་རིག་རང་སྐྱོང་ཁུལ་གྱི་མངའ་ཁོངས་སུ་འབར་ཁམས་རྫོང་དང་རྔ་བ་རྫོང། མཛོ་དགེ་རྫོང། ཁྲོ་ཆུ་རྫོང། ཟུང་ཆུ་རྫོང། བཙན་ལྷ་རྫོང། ཆུ་ཆེན་རྫོང། འཛམ་ཐང་རྫོང། ཁྱུང་ཆུ་རྫོང། གཟི་རྩ་སྡེ་དགེ་རྫོང། ལི་རྫོང། ཁྲི་ཚང་རྫོང། རྟ་མང་རྫོང་བཅས་རྫོང་བཅུ་གསུམ་ཡོད། དཀར་མཛེས་བོད་རང་སྐྱོང་ཁུལ་གྱི་མངའ་ཁོངས་སུ། དར་མདོ་རྫོང། བྲག་མགོ་རྫོང། དཀར་མཛེས་རྫོང། ཉག་རོང་རྫོང། དཔལ་ཡུལ་རྫོང། སྡེ་དགེ་རྫོང། སེར་ཤུལ་རྫོང། གསེར་རྟ་རྫོང། སྤྱི་གསུམ་རྫོང། རོང་བྲག་རྫོང། རྒྱལ་སྲིད་རྫོང། ཉག་ཆུ་རྫོང། སྐྱིལ་བཟུང། ལི་ཐང་བར་བཟུང། ཞག་འཕྲང་བར་བཟུང། འདབ་པ་བར་བཟུང། འབའ་ཐང་བར་བཟུང། བདེ་རོང་བར་བཟུང་བཅས་བརྫོང་བཅོ་བརྒྱད་ཡོད།
ལིའང་ཧྲན་ཡིག་རིགས་རང་སྐྱོང་ཁུལ་གྱི་མངའ་ཁོངས་སུ། མི་ལིའི་བོད་རིགས་རང་སྐྱོང་རྫོང། ཡོན་ནན་བདེ་ཆེན་བོད་རིགས་རང་སྐྱོང་ཁུལ་གྱི་མངའ་ཁོངས་སུ། རྒྱལ་ཐང་རྫོང། བདེ་ཆེན་རྫོང། འབའ་ལུང་ལི་སོགས་རིགས་རང་སྐྱོང་རྫོང་བཅས་རྫོང་གསུམ་ཡོད།
ཀན་ལྷོ་བོད་རིགས་རང་སྐྱོང་ཁུལ་གྱི་མངའ་ཁོངས་སུ་གཙོས་གྲོང་ཁྱེར་དེ་གྲོང་ཁྱེར་གཅིག་དང། ཟུང་ཆུ་རྫོང། ཀླུ་ཆུ་རྫོང། རྨ་ཆུ་རྫོང། འབྲུག་ཆུ་རྫོང། ཐེ་བོ་རྫོང། ཅོ་ནེ་རྫོང། བ་ཙི་རྫོང་བཅས་རྫོང་བདུན་ཡོད།
ཀན་སུའུ་ཝེ་ཧུའུ་ས་ཁུལ་དུ་དཔའ་རིས་བོད་རང་སྐྱོང་རྫོང།
ཀན་སུའུ་ཀྲང་ཡི་ས་ཁུལ་དུ། འབྲོང་ནག་ཡུས་ཀོའུ་རིགས་རང་སྐྱོང་རྫོང་བཅས་ཡོད་དོ། དེ་བས་བོད་ཀྱི་སྐྱ་སེར་ཀུན་གྱིས་མི་རིགས་རང་གི་ལོ་རྒྱུས་ལ་ཞིབ་ཏུ་བསྒྱིངས་ནས་རང་གི་ཡབ་མེས་ངོས་ཟིན་པར་བྱེད་པ་དང་ཡབ་མེས་ཀྱིས་ཤུལ་དུ་བཞག་པའི་རིན་ཐང་བྲལ་བའི་རིག་གནས་འབད་པས་སྦྱངས་ཏེ་རིག་གནས་ཀྱི་རིན་ཐང་ཤེས་པར་བྱས་ནས་སྤུན་ཟླ་རྣམས་ཕན་ཚུན་དུ་མཐུན་སྒྲིལ་དམ་པོ་བྱས་ནས་མི་རིགས་དང་རིག་གནས་རང་གི་ཕ་ཡུལ་བཅས་ཀྱི་ཆེད་དུ་འབད་འབུངས་བྱ་རྒྱུ་ནི་རང་རེ་ཀུན་གྱི་ཕྲག་ཏུ་བབས་པའི་འོས་འགན་ཡིན་ནོ།